རྒྱ་གར་བློན་མཆོག་རྟེན་གཞི་བྱས་པའི་ཏཱ་ལའི་བླ་མ་ཐུ་རིན་སློབ་གཉེར་ཁང་ནི་ཤ་ཁང་པ་སངས་ཚེ་རིང་གི་རྣམ་པ་ཚང་མ་བློ་ལ་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་རིང་ང་ཚོ་དེ་དམིགས་བསལ་གྱིས་སྐུ་མགྲོན་ཞིག་དང་མཉམ་བློ་ལ་ཡང་བཀའ་མོལ་ཐུང་ཐུང་ཅིག་ཞུ་གི་ཡིན། འདི་ང་ཚོ་བྷ་ར་ནཱ་སིའི་ཆེས་མཐོའི་ཐུ་རིན་སློབ་གཉེར་ཁང་གི་བོད་ཀྱི་རྩོམ་རིག་གི་དེ་ནས་སློབ་དཔོན་འབུམ་རམས་པ་ལྷ་ཁང་བློ་བཟང་ཆོས་གྲགས་ལ་ད་རིང་ང་ཚོ་དེ་བྷ་ར་ནཱ་སི་གི་ཏཱ་སྤྱི་དང་ང་ཚོས་རྩོམ་རིག་གི་ཆེད་དུ་ངང་ནས་དེ་འདྲས་ཞུས་པ་ཅི་རེད་དམིགས་བསལ་གྱིས་ད་རྒྱ་གར་གྱི་རིག་གནས་དང། བོད་ཀྱི་རྩོམ་རིག་སྐོར་ལ་ཡང་ཅིག་སློབ་ཁྲིད་བྱེད་ཀྱི་ཡོད་རེད་དེ་འདྲས་སོང་ཙང་ད་ཁེ་ཚང་ནས་གྱེན་ལ་དེ་ཕེབས་ནས་འཛིན་གྲྭ་ཁག་དང་ནས་ང་ཚོ་དེ་ཚན་ཆེ་ཁག་ཏུ་འདུག་སྙི་མ་གཉིས་གསུམ་ཅིག་གི་ལས་རིམ་འདུག་ཡོད་རེད་འདིའི་ཟླ་ངོ་ང་འཛིན་གྲྭ་ཅིག་བཅར་གོ་སྐབས་བྱུང་སོང་འདི་དང་མཉམ་དུ་ལས་ཡང་ད་རིང་ཡང་ཅིག་གི་སྐད་ཆ་འདི་ང་ཚོ་ཆུང་ཆུང་ཅིག་མ། ཏེ་གཅིག་དང་ཁྱབ་ཚད་ཆེད་དུ་ཡང་མི་མང་ཚོའི་ཆེད་དུ་ལྷག་པར་དུ་དུས་ངན་ཅན་གྱི་སློབ་ཕྲུག་ཚོའི་ཆེད་དུ་ང་ཚོས་བཅར་འདྲི་ཐུང་ཐུང་ཞུ་གི་ཡིན། སྙན་ངག་པ་ལྷ་ཁང་ཆོས་གྲགས་ལགས་ལ་བཀྲ་ཤིས་ལེགས་གོ་སྐབས་གནང་བ་ཐུགས་རྗེ་ཆེ་གནང། ཨོ་འདི་ཆེ། ཐོག་མར་དེ་ལ་ཡག་གན་ཤ་ཁང་ལ་ལ་ཡག་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང་དེ་ནི་གན་ལགས་ཀྱིས་དེ་ལྟར་འདི།

ང་རང་ཚོ་ལ་ཡང་འཇིག་རྟེན་གཉིས་ཡོད་རེད་ཟེར་བ། འཇིག་རྟེན་ཐ་མལ་བའི་གི་འཇིག་རྟེན་གཅིག་དང། འཇིག་རྟེན་ལས་འདས་པ་སྙན་ངག་གི་འཇིག་རྟེན་གཅིག་རྩོམ་རིག་གི་འཇིག་རྟེན་གཅིག་དང། ཕྱི་སྤྱི་དང་བར་གྱི་འཇིག་རྟེན་གཅིག་ཡོད་རེད་ཟེར་བ། དེ་ནང་ལོགས་ནས་ད་ཅི་ཐ་མལ་བའི་འཇིག་རྟེན་ཟེར་ན་རེད་སྐྱེས་བུ་ཐུན་མོང་བའི་གི་འཇིག་རྟེན་འདིའི་ལྷ་ཚངས་པ་འགས། བསྐྲུན་པ། དེ་འདྲའི་འཇིག་ལྟ་དང། གཟི་བོ་ར་དང་འཇིག་རྟེན་བྱེད་པོ། སྐྱེ་དགུའི་བདག་པོ། སྐྱེ་དགུའི་བདག་པོ་སྤར་ཆ་པ་ཏི་གིས་བསྐྲུན་པ་ཞིག་རེད། གཟི་བོའི་བར་དེ་དེ་ཡིན་པ་ཡིན་ནའང་འདིས་སྙན་ངག་པའི་འཇིག་རྟེན་སམ་འཇིག་རྟེན་ལས་འདས་པ་དེ་སུས་བཙུན་པར་ཟེར་ན་རྩོམ་པ་པོ་དང་སྙན་ངག་པ་གས་ག་རེས་བསྐྲུན་བཞག་རྒྱུ་རེད། འདི་འཇིག་རྟེན་ཐུན་མོང་བ་དེ་དག་ཐ་མལ་པའི་དེ་ལས་ཀྱང་ཆེས་ངོ་མཚར་ཆེ་བ་ཅིག་དང་ཆེས་ཕུལ་དུ་བྱུང་བ་ཅིག་དང་ཆེས་ཁྱད་དུ་འཕགས་པ་ཅིག་རེད་ཟེར་བ། ད་དཔེ་ཆ་བཞག་པ་ཡིན་པ་ཡིན་ན་དེ་ལྟ་འདིས། ང་རང་ཚོ་གིས་རྒྱ་གར་གྱི་སྙན་ངག་གི་ད་གཞུང་ལུགས་ཐོག་མར་མཛེས་ཉེན་སློབ་དཔོན་བྷ་མ། Bhamaha། འམ་བོད་སྐད་ལ་ཡང་སྣང་ཆེན་ཞེས་འབྲི་ཞུ་གི་རོགས། ཁོང་གིས་འདི་ད་ཉིད་བརྩམས་བཞག་རྒྱུ་གི་སྙན་ངག་རྒྱན་ཟེར་ཉེན་ཞིག་གི་གཞུང་ལུགས་ཞུ་རོགས། ད་འདི་འདི་ད་ང་རང་ཚོ་བོད་པ་ཡོངས་གྲགས་ལ་ཡང་ང་ཚོ་སྙན་ངག་མེ་ལོང་མ་རོགས། མེ་ལོང་མ་དང་ད་དེ་གཉིས་དུས་མཉམ་འགྲོ་བ་ཞིག་ཡིན་པ་དང་ཡང་ན་མེ་ལོང་མ་ངེད་ལ་ཡིན་ད་གང་ཆེ་དེ་དུས་སྐབས་ཕྱེ་ནས་གང་ཆེ་སློབ་དཔོན་འདི་འདྲ་ཞིག་དུས་རབས་བདུན་པ་ནང་ལོགས་ཕེབས་བཞག་རྒྱུ་ཁོང་གི་གཞུང་ནང་ལོགས་ལ་འདི་འདྲ་བརྗོད་ཡོད་རེད།

གཙང་སྨྱོན་གྱི་རྗེ་བཙུན་མི་ལ་རས་པད་ཀྱི་རྣམ་ཐར་དེ་བྲིས་པ་དང། འདི་ཡང་སྒྱུ་རྩལ་གྱི་ལམ་ནས་མཆོག་ཏུ་གྱུར་པ་ཅིག་བཀག་ནས་བྲིས་པ་སོང་ཙང་དེ་ནི་རྗེ་བཙུན་མི་ལ་རས་པའི་མཛད་པ་དེ་གར་ཟུག་རེག་ཅིག། ཕྱོགས་དུས་གནས་སྐབས་ཡོངས་སུ་རྫོགས་པ་ལ་ཡང་ཁྱད་པའི་དོན་བྱུང་བ་རེད། ད་དེ་ན་འཇིག་རྟེན་གྱི་བྱེད་པ་པོ་ངོ་མ་དེ་སུ་རེད་ཟེར་ན་སྙན་ངག་པ་རེད་རྩོམ་པ་པོ་རེད་རྩོམ་མིང་ལ་ཡང་རྩོམ་པ་པོ་ཟེར་ལབ་པར་སྣང་ཞིང་རྩོམ་པ་པོ་རེད་མ་གཏོགས་ཅིག་གིས་དེ་ལས་ལོགས་སུ་ད་ལྷག་ཡོད་མ་རེད་ཟེར་བ་དེ་འདྲ་ཞིག་ང་ངས་དེ་ལྟར་ཞུས་པ་རེད། ལགས་སོ་ད་དོར་དུ་ནི་འཇིག་རྟེན་ཁྱོན་ཡངས་པ་སྙིང་བརྩེ་ཞིང་སྡུག་པ་དེའི

དེ་སྲིད་དུ་ག་ནས་སྙན་ངག་པ་ཅིག་ལ་ད་ཅིག་ཉམས་འདི་ཁོ་ཡ་དེ་གལ་ཆེན་པོ་ག་ཚོད་རེད་འདི་སྐོར་ལ་ཅིག་ཡང་དྲི་ཞིག་ཞིག་འདོན་འདོད་ཅིག་གསལ་བོ་རེད།
སྤྱི་བཏང་དེ་འདྲ་ངེད་ཀྱི་འབུམ་རམས་པའི་བརྗོད་བྱ་བྱོས་རོགས། འདི་འདི་རེད་འདི་འདྲ། དབྱངས་ཅན་གུ་རྒྱན་ཞིག་ངེད་ཀྱི་གཞུང་བརྗོད་རེད་བོད་སྐད་ལ་ཡ། འདི་སྙན་ངག་གི་བསྟན་བཅོས་ཆེན་པོ་ཅིག་རེད། འདིའི་གཞུང་ལུགས་འདིའི་ནང་ལོགས་ལ་ཡ་རབས་བྱེད་ལྔ་ཡོད་པའི་ནང་ལོགས་ནས་རབས་བྱེད་ལྔ་པ་དེ་ར་ས་བྷི་བྷི་ཇི་ན་སི་བྱེད་བཅས་མཉམ་རྣམ་པར་སྤྱད་པའོ། འདི་གའི་གཞུང་འདི་ཚུལ་གཅིག་ཚང་མ་གཅིག་བོད་བསྒྱུར་བྱས། འདི་གའི་གཞུང་ལུགས་ལ་ཡང་དཔྱད་པ་བྱས་ཡ་དང། འདི་གཞུང་ལུགས་འདི་གཞུང་ལུགས་འདི་གཞི་ལ་བཞག་ཅེས་ད་ང་རང་ཚོ་ནང་དོན་རིག་པའི་ནང་ལུགས་ལ་ཡང་ད་འཛོམས། ད་དཔེ་བྱས་ན་སངས་རྒྱས་ཀྱི་སྤྱོད་པ་ཟེར་ཡ་དང་སྐྱེས་རབས་ལ་སོགས་པ་འདི་ཚོ་ཡོད་ར་འདི་ཚོའི་ནང་ལུགས་ལ་ཡང་ཉམས་ཀྱི་གཞུང་ལུགས་ཀྱི་ལག་ལེན་དེ་ག་འདྲ་བྱེད་དོ་འདི་འདྲ་ཅིག་བྱས་བྱས་བུམ་རམ་པས་ཀྱི་ད་བརྗོད་གཞི་དེ་འདི་འདྲ་བྱེད་ཅིག་རེད། ད་དང་བོ་ངས་ཞུ་ཡ་དེ་ག་རེ་ཟེར་དུས་ཙམ་པ་ཡང་ཉམས་དེ། སྤྱི་བཏང་གི་ཉམས་བརྒྱད་དང་ཅིག་གསུངས་སོ། ད་ཉམས་ང་རང་ན་ང་རང་ཚོ་སྤྱི་བཏང་གི་བོད་དཔལ་གྱི་རྩོམ་རིག་ནང་ལོ་ལ་ཡ། ཅིག་ཉམས་ཀྱི་གཞུང་ལུགས་ཐོག་མར་གླེང་ཡ་འདྲ་པོ་དེ། ས་སྐྱ་དཔལ་འབྲི་དག་གིས་མཁས་པ་འཇུག་པའི་གི་མཁས་པ་ལ་འཇུག་པའི་ནང་ལོ་ལ་ཡ་ཉམས་ཀྱི་སྐོར་དེ་ཞིབ་ཕྲ་ཞིག་གསུངས་གནང་འདུག་ཨ། ཡིན་པ་ཡིན་ན་ཡང་འདིས་ད། ཉམས་ཀྱི་བསྟན་བཅོས་ཡོངས་རྫོགས་པ་ཅིག་ཆ་ལག་ཡོངས་རྫོགས་པ་ཚང་མེད་པར་སོང་ཙང། ས་པན་གྱི་སྣེ་ཁྲིད་ཅིག་གསུངས་ཡོད་རེད་ས་ཆ་པན་ཁྲིད་བདག་གིས། ད་ཞིབ་པར་ཁྱོད་རང་ཚོ་སློབ་སྦྱོང་བྱེད་དགོས་ཀྱི་ཡོད་ན་ཞིབ་པར་ཁྱོད་རང་ཚོ་དེའི་ཐོག་ལ་ཡང་ཉམས་ཞིབ་བྱེད་དགོས་ཀྱི་ཡོད་ན་ཡང་ན་མཁྱེན་མཁྱེན་མཁྱེན་རྟོགས་དགོས་ཀྱི་ཡོད་ན། སློབ་གཉེར་བྱེད་དགོས་ཀྱི་ཡོད་ན་དབྱངས་ཅན་མགུལ་རྒྱན་ལ་སོགས་པ་གིས་གར་གཟིགས་ཀྱི་རེད་བསྟན་བཅོས་ལ་ཡང་གཟིགས་པར་ཚར་ཟེར་ཞོར་རོ་ཨོ་འདི་སོང་ཙང་འདི་རེད་ད་དེ་ཉམས་ཟེར་དེ་ད་ད་ད་ཚུགས་ཅིག་སྐད་ཆ་མདོར་བསྡུས་ནས་ཉུང་ཉུང་ཅིག་ཞུས་པ་ཡིན་ན། ང་རང་ཚོ་རྒྱལ་ཁ་བཟོས་པ་ན་ང་རང་ཚོ་འཇིག་རྟེན་ལ་སྤྲུལ་ཡན་ད་ག་རང་ཉམས་ཀྱི། ང་རང་ཉིད་དེ་འདྲ་སྐད་ཆ་བཤད་ཉན་དཀའ་མོ་གནང་བཞིན་པ་ད་ག་རང་ཉམས་མང་པོ་ཞིག་གི་ཐིག་ནས་ཡོད་མ་གཏོགས་ཉམས་དང་དྲག་ན་དོན་གང་ཉམས་དང་དྲག་བ་ཡིན་དེ་ལ་སྨྲ་བ་མེད་པར་གྱུར། ཟེར་བ་ཟློས་གར་གྱི་བསྟན་བཅོས་རྣམས་ལ་དོན་གང་ཞིག་ཉམས་དང་དྲག་བ་ཡིན་ན་སྨྲེ་སྔགས་སྨྲ་བ་ཁོ་རང་ཡོད་མ་རེད་ཟེར་བ་ཉམས་འགྱུར་དང་ལྡན་པའི་སྒང་ནས་འགྲོ་གི་རེད་ལ། ང་རང་ཚོ་གི་འཇིག་རྟེན་འདི་ཡང་ཁར་སོང་ན་བདེ་བ་དང་སྡུག་བསྔལ་གཉིས་ཀྱི་ས་མཚམས་ཀྱི་ནང་ལོགས་ནས་ཚུད་བསྡད་ཡོད་རེད་སྙམ། གཏམ་གྱི་རྣམ་གཞག་མང་པོ་བཤད་ཡོད་རེད་ཚང་མ་ཁར་སོང་ན་བདེ་བ་སུ་ཁམས་དང་སྡུག་ཁམས་ཀྱི་བར་བདེ་སྡུག་གཉིས་ཀྱི་བར་ར་འདི་གི་མྱོང་བ་འདི་སྒང་ནས་ད་མིག་གི་ལས་དང། བྱེད་པ་བྱ་བ་དང། ད་ཁར་སོང་རེད་དུས་དང་ཡོངས་རྫོགས་པ་ཞིག་འདི་ནང་ལོགས་འདུག་གི་ཡོད་རེད་ཟེར་བ་ཉམས་ཏེ་ཇི་ལྟར་འགི་ད།

དེ་ཚོ་གི་སྟེང་ནས་སྙན་ངག་གྲུབ་ཁར་ཟད་ད་གཞུང་ལུགས་མ་ལུགས་ལྟ་གྲུབ་ཀྱི་སྔ་དྲུག་བརྗོད་དེ་ནང་ལོགས་ནས་ད་ཁ་ཤས་ཀྱི་ཉམས་མེད་ན་ད་སྙན་ངག་ཆགས་ཀྱི་མ་རེད་ཟེར་ཞོར་བ་སོ་ཆུ་ཆུན་འདི་གི་ཕ་སྐད་ཀྱི་རང་གི་རྒྱུད་ལ་ཡོད་བསྡད་ཀྱོག་གི་དགའ་སྐྱོ་ཁྲོ་ཆགས་དང་གཅིག་གི། འདི་ཚོའི་གི་འདི་དེ་ཀློག་པ་པོའི་རྒྱུད་ལ་ག་རེ་སླེབས་དགོས་རེད་འདི་སླེབས་ཡག་ལ་ཡ་ལང་ཀ་གཉིས་ཡོད་རེད་གཅིག་ཟློས་གར་རེད་གཅིག་ག་རེ་རེད་ཟློས་ཙམ་པ་ཡ་ང་རང་ཚོ་སྙན་ངག་རེད་ཟེར་ད་འདི་ནང་ལོགས་ཉམས་བརྒྱས་ཟེར་ཞོར་བ་ད། གནས་པའི་འགྱུར་བ་བརྒྱད་ཀྱི་སྒང་ནས་བཤད་དགོས་རེད། ད་ཕན་འདི་སྙིང་རྗེ་བོ་རུ་ཡོད་རེད་ང་ཚང་ཁར་སི་ཏུ་རྩོམ་པ་ང་རང་ཚོ་ཅིག་བསྟན་བཅོས་དུ་མང་ཆོག་ཅིག་ཡང་ན་གཉིས་ཡང་ན་བརྒྱད་གྲངས་ཀ་བརྒྱད་དུ་རྩོམ་པ་ཉམས་ལ་ཡང་འགྱུར་བ་བརྒྱད་ཟེར་ཆོག་ར་ཡང་བརྡ་སྤྲོད་པ་ལ་ཡང་རྣམ་དབྱེ་བརྒྱད་ཟེར་ལ་སོགས་པ་དང། ད་ཅིག་མངོན་རྟོགས་ཀྱི་རིམ་པ་ལ་ཡང་མངོན་རྟོགས་མངོན་རྟོགས་བརྒྱད་ཟེར་ལ་སོགས་པ་དང་འོ་དེ་འདྲ་ཞིག་རྣམ་པ་མང་པོ་བཤད་དོ། བྱས་ཙང་སྤྱི་བཏང་གི་ཕ་སྐད་ང་རང་ཚོ་གི་རྒྱུད་ལ་ཡང་ཚོར་སྣང་དང་འགྱུར་བའི་བྱེ་བྲག་བག་ལ་ཡོད་ར་ཡིན་སྙམ། ག་ཚོད་ཡོད་པ་ན་དེ་ཚང་མ་ཚུར་བསྡུས་པ་ཡིན་ན་གཞི་རྩ་དེ་རྒྱའི་ནང་ལོགས་ལ་ཡང་བསྡུ་འགྲོ་གི་ཡོད་རེད་ཟེར། དེ་ནས་ཡང་ད་ད་རུང་མ་ཕྱེ་བ་ཡིན་པ་ཡིན་ན་དེ་ནི་དཔེ་ཆ་ཉམས་དང་པོ་སྒེག་པ་སྒྲོག་ཅན་པ་ན་སྒེག་པ་ལ་མ་ཕྱེ་བ་ཡིན་པ་ཡིན་ན་དེ་ནི་ཤིང་གར་ར་སི་ལ་ཡོད་རེད་བ་སྒེག་པ་ལ་མ་ཕྱེ་བ་ཡིན་པ་ཡིན་ན་དེ་ནི་དེ་དབྱེ་བའི་རྣམ་གྲངས་མང་པོ་ཆགས་ཆེ་དེ་ནི་ཁ་ཤས་ཀྱི་ཉམས་བཅུ་གཉིས་ཤ་ཡ་ཁ་ཤས་ཀྱི་ཉམས་གར་སི་ཐུའི་ཙམ་པ་ཡ། བཅུ་བཞག་ཡ། འདི་འདྲའི་མང་པོ་བཞག་གི་ཡོད་རེད། ལྷག་པར་དུ་དེ་འདྲ་ཉམས་བརྒྱད་བསྲེ་ཡ་དེ་ཟློས་གར་བསྟན་བཅོས་ལ་བཞག་ཡོད་རེད། གལ་སྲིད་ན་ཉམས་དགུ་པ་བཞི་བ་ཟེར་ཞོར་བཞི་བ་དེ་ཟློས་གར་ལ་འཁྲབ་ཡ་ཡོད་པ་མ་རེད་བསམ། ཉམས་བསྲེ་དེ་ག་ནུས་སྟོན་དགོས་རེད་ཡང་ན་ངག་ནས་སྟོན་དགོས་རེད་ཡང་ན་ག་རེ་ལུས་ཀྱི་རྣམ་འགྱུར་ནས་སྟོན་དུས་བརྩམས་པ་ཡ་བཞི་འོ་དེ་འདྲའི་གི་རྣམ་བཞག་ཅིག་དེ་འདྲ་ཞུ་གི་ཡོད་རེད། དེ་ལྷག་པར་དུ་ད་ང་ཚོ་ར་ས་ཟེར་ཆོག་ར་ཚིག་ཆེ Sanskrit ལ་ར་ས་ཟེར་རོ། དེ་ཚིག་དེ་ཉམས་སུ་ཉན་ཏེ་ང་རང་ཚོ་གི་ཉམས་སུ་གྱུར་ཡོད་རོ། ཁ་ཤས་ཀྱི་སྨན་གྱི་ནང་ལོགས་ལ་ཡང་ག་རེ་ཡོད་རེད་ཟེར་ན་རོ། ནང་ཆོས་ནང་ལོགས་ཁྲོ་བ་ཟེར་ལ་སོགས་པ་དང། ད་རོ་ཟེར་དུས་ཙམ་པ་ཕྱི་རོལ་ཡུལ་གྱི་ག་རེ་ཟེར་བ་རེད། ཅིག་གི་དངོས་པོའི་སྟེང་ལ་ཡོད་བསྡད་རྒྱུ་གི་དང། ད་ཉམས་ཟེར་དུས་ཚོགས་ནང་གི་རྟོག་པའི་རྒྱུད་ལ་ཡོད་བསྡད་རྒྱུ། ད་སྙན་ངག་དང། ཟློས་གར་ཟེར་ཏེ་གཙོ་བོ་གར་སྣ་ནང་གི་རྒྱུད་ལ་ཡོད་དེ་ཀྱོ་གི་རང་གི་ཚོར་སྣང་དང་སེམས་ཚོར་དེ་ཚོ་མ་བྲལ་རོགས་བྱས་ཙང་ཉམས་ཀྱིས་ཕྱུག་པ་ཅིག་མེད་ན། ཉམས་ཀྱིས་བདག་ཉིད་དུ་བྱས་པ་ཅིག་མེད་ན་ད་འདི་སྒྱུ་རྩལ་གོ་རང་ཆགས་ཀྱི་མ་རེད་ཟེར་ཆོག་ལ་ད་འདི་འདྲས་ཀྱི་སྐད་ཆ་ཞིག་རེད། ཐུགས་རྗེ་ཆེ་ན་ད་ང་ཚོ་ཉམས་ཟེར་དེར་མི་ཡི་ལྷན་སྐྱེས་ལ་ཡོད་པ་དང་ད་གང་འདྲ་གལ་ཆེན་པོ་ཞིག་ཡིན་པ་འདུག་ཞེས་གསལ་པོ་བྱིན་གསུངས་གནང་སོང་གྱིས་བུ་གསུངས་གནང་ཐུགས་ཆེ་ན་དེ་ནི་ད་དྲི་བ་ཐ་མ་གཉིས་པ་འདི་ད་ང་ད་དང་གོང་སློབ་ཁྲིད་སྐབས་ལ་ཉན་པའི་གི་དྲི་བ་ཅིག་རེད། ད་ཇི་ལྟར་ང་ཚོས་སྙན་ངག་མ་མང་པོ་ཅིག་གིས་ག་རེ་ལབ་དགོས་རེད་ཟེར་ན་སྙན་ངག་པ་ལ་རང་བཞིན་གྱིས་སྤོབས་པ་ཅིག་དགོས་རེད་ཟེར་བ། ཡང་ན་སོ་སོའི་བློ་བོ་ཅིག་དགོས་རེད་སོ་སོའི་སེམས་པ་ནང་ག་རེ་ཡིན་པ་འདི་ད་ཅིག་གིས་ང་རེ་བྲིས་པ་འདི་ཡག་ཤོས་ཡིན་ཟེར་ནས་ད་ལབ་འདོད་བྱེད་མཁན་ད་ཡི་གེ་འཁྲིད་མཁན་མང་པོ་ཞིག་གྲགས་ཡོད་རེད་བ། ད་འདི་ད་ཕྱོགས་ཚོགས་ནས་ད་ངོམ་ཡང་ལྷ་ཁང་ལགས་ཀྱིས་གསུང་ཡ་ཅིག་ལ་ད་སྙན་ངག་དེ་ཐོལ་བྱུང་གིས

མི་གསར་པ་འགྲོ་ཅིག་སྐད་ཆ་བཤད་ན་ད་དེ་རིང་རང་ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཟེར་ནས་དེ་འདྲའི་འོ་དེ་གི་བྱས་རྗེས་ངས་འདི་ཞུས་པ་རེད་རེད་བ་དེ་དམ་སེམས་ཟེར་ཏེ་སྤྱི་བཏང་གི་འདི་ཅིག་ཞུས་པ་ཡིན་པ་ཡིན་ན་རེད་བ། ང་རང་ཚོ་སྙན་ངག་ཕུན་སུམ་ཚོགས་པོ་ཡོང་ཡ་ལ་ཡ་སྤྱི་བཏང་གི་ད་ང་རང་རྒྱ་གར་གི་བསྟན་བཅོས་སྙན་ངག་གི་བསྟན་བཅོས་རེད་རྩོམ་རིག་གི་བསྟན་བཅོས་རེད་སྒྱུ་རྩལ་གྱི་བསྟན་བཅོས་འདི་ཚོ་ནང་ལོགས་ལ་ཡ། མང་པོ་ཞིག་གསུངས་ཡོད་དེ་དག་ང་རང་ཚོ་ནམ་རྒྱུན་རྒྱུས་མངའ་ཡོད་བསྡད་པའི་སྙན་ངག་མེ་ལོང་མ་གྲུ་ཆ་བཞག་པ་ནི་སྙན་ངག་གི་རྒྱུ་དེ་ལས་ཡང་རང་བཞིན་འཁྲུལ་པའི་སྤོབས་པ་དང། མང་དུ་ཐོས་དང་དྲི་མེད་དང། མངོན་པར་འཇལ་བ་མི་དམན་པ་སྙན་ངག་ཕུན་སུམ་ཚོགས་པའི་རྒྱུ་ཞེས་འདི་གཅིག་གསུང་གི་རེད་བ་འདིའི་སྐབས་སུ་ངས་རང་བཞིན་འཁྲུལ་པའི་སྤོབས་པ་སྙན་ངག་པ་ལ་གོ་གི་ཡོད་རེད་སྤོབས་པ་དེ་ཟུར་ཙམ་པ་ཡང་ཨིན་ཇི་ཨིན་ཇི་ནི་ཏི་ལས་དེར་བ་ཇི་ནི་ཀར་ས་འོ་འདི་འདི་འདྲ་བའི་སྤོབས་པའམ་འདི་ལ Sanskrit ལ Pratibha ལ་དང་མི་དེ Pratibha འདུག་དུས་ཙམ་པ་ཡང་དག་ཅིག་རང་བཞིན་ལྷན་སྐྱེས་ཀྱི་སྒོ་ནས་སྐྱེས་སྟོབས་ཀྱི་སྒོ་ནས་དེ་མི་སོ་སོར་སོ་སོ་ལ་ཡོང་གི་རོགས་སྐད་ཆ་ཁ་ཤས་སྐད་ཆ་ཡག་པོ་བཤད་ཡ་གི་སྐྱེས་སྟོབས་ཡོད་རེད་ཁ་ཤས་ཞལ་འཁྲབ་ཡ་གི་སྐྱེས་སྟོབས་ཡོད་རེད་ཁ་ཤས་རྩེད་མོ་རྩེ་ཡ་གི་སྐྱེས་སྟོབས་ཡོད་རེད་དེ་འདྲ་ཅིག་ཡོད་རེད་སྤྱི་བཏང་གི་འདི་འདྲ་ཅིག་ངེས་པར་དུ་སྒྱུ་རྩལ་གྱི་རིགས་ལ་ཡང་འདི་འདྲ་ཅིག་དགོས་ཀྱི་ཡོད་རེད་རང་བཞིན་གྲུབ་པའི་སྤོབས་པ་ད་ཡིན་པ་ནི་རང་བཞིན་གྲུབ་པའི་སྤོབས་པ་དེ་ཁ་ཤས་ད་ང་རང་བཞིན་གྲུབ་པའི་སྤོབས་པ་མེད་ཟེར་ཡང་ལས་ཀ་མ་བྱས་ནས་བསྡད་བསྡད་བྱོས་རོགས་འདི་མ་རེད་ཟེར་རོ། རང་བཞིན་གྲུབ་པའི་སྤོབས་པ་སྐྱེ་ཡག་འདི་ལ་ཡང་ཐོག་མར་དྲན་པ་བསྟེན་དགོས་ཀྱི་འདུག་ཟེར་རོ། དྲན་པ་བསྟེན་དེ་ཡང་གཞུང་ལུགས་ནང་ལོགས་ལ་ཡང་དྲན་པ་དྲན་པ་ཡང་ནས་ཡང་དུ་དྲན་པ་ཡང་ནས་ཡང་དུ་བསྟེན་པ་ཡིན་ན་རང་བཞིན་གྲུབ་པའི་སྤོབས་པ་དེ་ག་རེ་ཆེ་ཆེར་ཡང་རྒྱས་ཡོང་གི་རེད། གལ་སྲིད་དྲན་པ་རྨད་བསྟེན་མ་ཐུབ་པ་ཡིན་ན་ཇི་ཙམ་རང་ལ་ཡང་རང་བཞིན་གྱིས་གྲུབ་པའི་སྤོབས་པའམ། Pratibha Pratibha Shali། མོར་བ Pratibha Shali ཡོད་པ་ཡིན་པ་ཡིན་པ་ཡིན་ན་ཡང་དེ་ནི་དེ་མ་བྱེད་ཁུལ་བྱེད་སྙམ་དུ་འགྲོ་གི་རེད་དེའི་ནང་ནས་ད་དྲན་པ་བསྟན་པ་གཅིག་པུ་འགྲིག་གི་མི་འདུག་འདི་ལ་ཡང་མ་འདི་བློ་གྲོས་དགོས་ཀྱི་འདུག་བློ་གྲོས་དགོས་ཀྱི་འདུག་ད་ཆོས་ཁས་ལེན་ཉན་ཅིག་ཡིན་པ་ནས་གསུངས་པ་འདི་ལ་ཡང་འདི་ནི། ལྷག་པའི་ལྷ་ཤེས་རབ་ཀྱི་ལྷ། འཇམ་པའི་དབྱངས་དང། དབྱངས་ཅན་མ་དེ་ཚོ་ལ་ཡང་བསྟན་དགོས་ཀྱི་འདུག་ད་འགའ་ཤས་ཀྱིས་དབྱངས་ཅན་མ་ཟེར་ན་ཡང་འདི་དྲན་གི་རེད།

མང་དུ་ཐོས་པ་བྱས་པ་དང། མང་དུ་ཐོས་པ་བྱས་པ་ཙམ་མ་ཟད་དེ་དྲི་མ་མེད་པ་ཐོས་པ་ཐོས་པ་དེ་དྲི་མ་མེད་པ་བྱས་པ་དེ་ཙམ་གྱིས་ཁྱོད་རང་གར་སེམས་ན་དབྱངས་ཅན་མ་དང་རྗེ་བཙུན་འཇམ་པའི་དབྱངས་ཀྱི་ད་ཞབས་ལ་ཡབ་བ་རེག་འགྲོ་གི་རེད་དེ་གཅིག་བྱས། ད་འདི་ནས་དེ་ལྟར་འདི་གཅིག་ཞུས་པ་རེད་ངས་ཁར་སེམས་མདང་དགོང། ཁར་བསུ་གི་རེད། སྙན་ངག་གང་ཡིན་པ་ཡིན་ན་ཐོལ་བྱུང་གི་སྒོ་ནས་ག་རེ། ཇི་ལྟར་ང་ཐོལ་བྱུང་སྒོ་ནས་བྲིས་ཡ་ཡོད་རེད་ད་ཡིན་ད་ཡིན་ན་ད་དེ་མི་རིགས་སོ་སོ་གི་དེ་ཡི་སྐད་ཡིག་གི་ཁྱད་པར་རོ། ད་ལེགས་འཆར་གྱི་སྐད་བྲོ་བོ་ཅན་པ་ཡིན་ན་ཐོལ་བྱུང་གི་སྒོ་ནས་སྙན་ངག་བྲིས་ཟེར་དེ་ཧ་ལང་གི་དཀའ་ལས་ཁག་པོ་རེད། སྙན་ངག་ཚིག་དམར་རོ། ད་སྙན་ངག་དེ་འདྲའི་དཀའ་ལས་ཁག་པོ་ཡོད་རེད་ད་དཔེ་ཆ་བྱས་ན་ད་དྲང་སྲོང་གྲོག་ཀའོ་ཁོ་རང་གིས་ཁོང་རང་དེ་ད་དེ་ཆུ་བོ་གཏམ་ས་ས་དེ་ལ་ཡ་དེ་ཁྲུས་ནང་དུས་ཙམ་པ་ཐོལ་བྱུང་གི་སྒང་ནས་ཅིག་ཤོ་ལོ་ཀ་ཅིག་བྱུང་བཅས་ཁོང་རང་ཞོའུ་ཡམ་ཚན་དང་དེ་འདྲའི་ག་འདྲ་བྱས་ནས་ཐོལ་བྱུང་གི་ང་ལ་ཡང་བྱུང་བ་རེད། ཚིགས་བཅད་འདི་ཚོ་རྐང་པ་སྙོམས་པོ། སྡེབ་སྦྱོར་འདི་ཚོ་ཁྲེལ་འགྲིག་པོ། དེའི་ནང་ལུགས་ཀྱི་ནང་དོན་འདི་ཚོ་ཡང་ག་རེ་ཡོད་རེད་འདི་མྱ་ངན་གྱི་ཉམས་ཡོད་པ། སྙིང་རྗེ་གི་སྟེ་ཆ་ང་ཚོ་ཤོ་ལོ་ཀ་ལས་དེའང་མྱ་ངན་གྱི་མཚོན་གྱི་རོ། ཨོ་དེ་འདྲ་ཅིག་ཡོད་པ་ཅིག་དེ་འདྲ་བྱུང་རེད་མ་གཏོགས་ཅིག་གཞན་ལེགས་སྦྱར་གྱི་སྙན་ངག་བྲིས་ཡ་ལ་ལེགས་སྦྱར་གྱི་སྒྲ་རིག་པ་ལ་མཁས་པ་དགོས་ཀྱི་ཡོད་རེད། ལེགས་སྦྱར་གྱི་གར་ཟེར་ན་མངོན་བརྗོད་རིག་པ་ལ་མཁས་པ་དགོས་ཀྱི་ཡོད་རེད་མངོན་བརྗོད་ཀྱི་སྙན་ངག་རིག་པ་ལ་མཁས་པ་དགོས། དེ་འདྲ་གི། ཅིག་བརྒྱུད་རིམ་མང་པོ་ཞིག་སྤྲོ་བྱེད་བཞི་ནི་སྙན་ངག་པ་ཕྱག་ཡས་དང། དེ་སྙན་ངག་འདིའང་ཡང་སྲིད་ཡང་སྲིད་ཡང་སྲིད་བཙོ་སྦྱང་བྱས། ཚིག་བཙོ་སྦྱང་བྱས། དོན་བཙོ་སྦྱང་བྱས། བསམ་བློ་བཙོ་སྦྱང་བྱས་རུང་དེ་ནས་མ་བྲིས་རེད་མ་གཏོགས་ཅིག་མཐོ་ཆུང་དུ་བྲིས་ལད་པས་དཀའ་ལས་ཁག་པོ་ཡོད་ད་ཡིན་ན་བོད་ཡིག་ལ་ཡང་ང་ཚོ་འདི་ཞིང་པ་ཅིག་ཡིན་པ་ཡིན་ན་ཚིགས་བཅད་གསུམ་གཉིས་དོན་འདི་ཡང་སྡེབ་སྦྱོར་འདི་ཡོང་གི་འདུག་གཞས་འདི་འདྲ་དམངས་ཁྲོད་ཀྱི་གཞས་མང་ཆོས་རྩོམ་པ་པོ་སུ་རེད་ཟེར་དུས་ཙམ་པ་ཡང་ཡི་གེ་ཤེས་ཀྱི་ཡོད་མ་རེད་གང་ཤེས་ཀྱི་ཡོད་མ་རེད་དེ་འདྲ་ཡིན་པ་ན་དམངས་གཞས་མང་ཆེ་ཤོས་ཅིག་ཞིང་ཁུལ་གྱི་ད་ང་རང་ལས་བྱེད་རྫུན་མང་ཆུ་ཆུ་ཅིག་ད་རང་བཞིན་གྱི་འདི་འདྲའི་རྩོམ་བྱ་རྒྱུ་འདི་འདྲ་ཡོད་རེད་བ་དེ་འདྲ་ཡོང་གི་རེད་ཡིན་པ་ཡིན་ན་ད་སྙན་ངག་ཚད་དང་ལྡན་པ་ཅིག་བྲིས་ཡ་ཡིན་ན་ཚད་དང་ལྡན་པ་ད་ཚད་དང་ལྡན་པ་ཟིན་ན་ད་མཁས་པའི་གི་གོ་ས་ལ་སྙོབ་བསྡད་ཀྱི་སྙན་ངག་བྲིས་ཡ་ན་འདི་ལ་ཡང་ཡང་སྲིད་ཡང་སྲིད་ཡང་སྲིད་མ་ཅིག་བྱེད་དགོས་ཡོད་རེད་ལ་ད་འདི་རྗེ་རིན་པོ་ཆེ་ཡིན་པ་ཡིན་ན་ད་དཔེ་ཆ་བཞག་ན་རྟག་ཏུ་ངོ་ཡི་རྟོགས་བྱེད་དེ་ཚོ་དངོས་གནས་བྲི་དུས་ཙམ་པ་ཡ་ཅིག་དུས་ཚོད་མང་པོ་བཏང་ཡོད་རེད་རྗེ་རིན་པོ་ཆེ་དུས་ཚོད་མང་དུས་ནང་དོན་གྱི་ཆ་ནས་ཡང་དུས་ཚོད་མང་པོ་དཔེ་ཆ་ན་རྗེ་རིན་པོ་ཆེ་གི་འདི་འདི་མངོན་རྟོགས་ཀྱི་རིམ་པ་གཅིག་ཡོར་ཤེར་ཕྱིན་ལ་སོགས་པ་འདི་ཚང་མ་གཅིག་སློབ་གཉེར་བྱས་གྲུབ་གནང་གྲུབ་དེའི་རྗེས་ལ་ཡང་སྙན་ངག་གི་གཞུང་ལུགས་ཚང་མ་སྦྱངས་དེ་ནས་དེ་ནི་དེ་ཚོ་ཙམ་ཙམ་ཡས་དང་དེ་འདྲའི་མ་གཏོགས་ཅིག་གིས་གར་སི་ཁུ་ར་གཅིག་ཐོལ་བྱུང་ལ་ཡང་མང་པོ་ཅིག་བྱ་ཡུན་གཅིག་ལ་ཁྲིད་ཟེར་ཡ་འདྲ་པོ་དེ་འདྲ་ཡོད་རང་ང་ཚོ་དེ་ཚོ་དཔེ་ཀ་ལས་ཁག་པོ་ཡོད་རེད་ཟེར་བ་གཅིག་རེད་གཉིས་ནི་སྔོན་མ་ངས་རྒན་ལགས་ཅིག་ལ་སྐད་ཆ་དྲིས་ཡིན་པ་རྒན་ལགས་འདི་གིས་འདི་གསུངས་སོང། སྙན་ངག་ག་དུས་བྲི་བའི་སྐབས་སུ་རང་གི་ཚོར་སྣང་དང་ཉམས་ཤུགས་ཆེན་པོ་ཡོད་དུས་རྩོམ་པ་ཡ་འདི་ནི་སྙན་ངག་བྲི་ཐུབ་ཀྱི་མ་རེད། སྒྱུ་རྩལ་ཡོང་གི་མ་རེད་སྐབས་སུ་འདི་རང་ག་རེ་ཚོར་ཚོར་བའི་དབང་དུ་བར་ཤོར་བ། འདི་ཚོར་བ་དེ་བདག་པོ་བརྒྱབ་ཅིང་ཕྱིས་སུ་སེམས་རྣལ་དུ་ཕབ་པ། བློ་རྣལ་དུ་ཕབ་པ། དྲན་པ་དང་ཤེས་ཤིང་ཚུལ་བཞིན་དུ་ཡོད་པའི་སྐབས་སུ་འདི་ནི་རྩོམ་པའི་བྱ་བ་བྱས་པ་ཡིན་པ་ཡིན་ན་དེ་ཡོང་གི་རེད་ཟེར་བ་འདི་འདྲ་ཞིག་རེད། ལ་སོགས་དུ་བྱས་ན་ད་འདི་ག་ལ་གྱེས་པོ་ཞིག་གྲགས་སོང་ཟེར་ད་མདོར་བསྡུ་ན་གཅིག་གིས་སྤྱི་བཏང་ཐོལ་བྱུང་ནས་ཡོང་ང་ཡོད་རེད་དེ་ད་གཙོ་བོ་གཅིག་སྙན་ངག་ཕུལ་དུ་བྱུང་བ་བྱུང་བས་ན་ཨིན་གཅིག་ཆ་ཚང་གཅིག་ལྟ་ཁུག་ཡོད་པ་དང་དམིགས་བསལ་གྱིས་རང་ཚོའི་བོད་པ་སྤུན་དགུ་ཚོས་ཟིན་བྲིས་བྱས་ཡ་ལ་གཅིག་གིས་དབྱིངས་འདི་ཞེ་དྲག་མེད་པ་སོང་ཙང་ཡང་ཟིན་བྲིས་བྱེད་དགོས་རེད་བྲིས་དགོས་རེད་བྲི་བ་དང་བསམ་བློ་གཏང་དགོས་རེད་ཟེར་ད་དེ་འདྲའི་གི་ལམ་འདྲ་ཡག་པོ་ཞུ་བ་ཞིག་གནང་སོང་དུ་བྱས་ན་ད་བྲིས་པ་ཐ་མ་འདི་འདི་གཅིག་གི་ཡང་ཚང་མའི་སེམས་པ་ན་ཏན་ཏན་ཡོད་རེད་ད་སྙན་ངག་ཟེར་དེ་ཡང་ཁོ་གཅིག་གི་བརྩེ་དུང་གི་རང་བཞིན་འདྲ་བ་ཞིག་མང་ཆེ་ཞིག་གིས

ནས་རབ་ཏུ་བྱུང་བ་རེད། ཁོའི་ལྷག་པར་ཚེ་རིང་ལ་རབ་ཏུ་བྱུང་བ་རེད། ལྷ་ཁང་ལ། འདི་སི་ཏུ་ག་ནི་ངས་ག་རེ་བསམ་བློ་ན་ཁོག་འདུག་ཟེར་ན་གཅིག་ཡང་སྙན་ངག་གཅིག་གིས་དེ་རབ་ཏུ་བྱུང་བ་གཅིག་སྙན་ངག་ཁྲིད་དེ་དུས་ག་ལ་ཡང། གཅིག་ཡང་ཁོ་རང་བཞིན་གྱིས་དེ་གཅིག་ག་ངས་འགྲོ་གཅིག་ཡོང་གི་ཡོད་ན་མེད་ན་ཟེར་རོ་བྱེད་ཀ་ར་བ། འོ་འདི་གཅིག་རེད་ནི་ཡང་མདང་དགོང་དཔེ་ན་ཆ་ཤ་བས་ན་གཅིག་གིས།

ད་སྐྱ་སེར་ཕོ་མོ་ཡོངས་ཀྱི Universal གི་འདིར་བ་ད་རྩོམ་རིག་དང་སྒྱུ་རྩལ་ཟེར་ཚང་མ་སེམས་ཀྱི་འདིར་བ་ལོངས་སྤྱོད་རེད་བ་སེམས་ཀྱི་ལོངས་སྤྱོད་རེད། གཉིས་ནས་ང་རང་ཚོ་ཚང་མ་གི་སློབ་གཉེར་བྱེད་འདིར་ཡིན་ན་ད་ང་རང་ཚོ་རིག་གཞུང་གི་འཕེལ་རིམ་ནང་ལོགས་བྱས་པ་ཡིན་པ་ཡིན་ན་ད་མང་ཤོས་ཤོས་ཅིག་བོད་པའི་གི་སྙན་ངག་ཡིན་པ་ཡིན་ན་རེད་སྐད་ཡིག་ཡིན་པ་ཡིན་ན་རེད་འདི་མང་ཆེ་བ་ཅིག་སྦྱང་ཉན་དེ་སེར་མོ་བ་དང་རབ་བྱུང་བ་དང་དེ་ཚོ་ཡིན་པ་ཡིན་ན་དེ་ཅིག་ཆ་འགྲོ་དཔེ་ཆ་ན་རྗེ་རིན་པོ་ཆེ་གི་དེ་ཟླ་འདི་དབྱངས་ཅན་པའི་བསྟོད་པ་དེ་ཚོ་ཚང་མ་ཅིག་འདི་ནང་ལོགས་ལ་ཡོད་འགྱིག་པའི་ཉམས།

སློབ་གཉེར་བྱེད་པའི་གནས་སྐབས་སུ། རིག་པའི་གནས་ལྔ་དག་ལ་མཁས་པར་མ་བྱས་ན་འཕགས་མཆོག་གིས་ཀྱང་ཐམས་ཅད་མཁྱེན་པར་མི་འགྲོ་ཟེར་བྱུང་ལ་དེ་ཚོ་ད་ང་ཚང་ཆོས་ཡིན་ཞེས་བྱས་ཡང་སྒྱུ་རྩལ་དང་ཐ་སྙད་རིག་གནས་སུ་ལ་ཡ་གར་ཟེར་བ་རེད་འདི། ཅིག། ཉེ་རིང་འགྲོ་བཞིན་བཏང་བཞག་པ་ཡིན་པ་ཡིན་ན་རེ་བ་ད་དེ་ནས་ཅིག། རིག་གཞུང་གི་མཐིལ་ཕྱིན་པ་རྟོགས་ཡ་དང་རིག་གཞུང་གི་ཁར་ས་ཆ་ལག་མང་པོ་ཅིག་ལ་ཡ་འདི་ཆགས་འགྲོ་གི་འདུག་བྱས་ཙང་འདི་ཆགས་འགྲོ་གི་ཡོད་རེད་གཅིག་དྲན་གི་འདུག་གཉིས་ནི་ཡང་ང་སྔ་མ་སྙན་ངག་སྦྱང་བའི་སྐབས་སུ་རང་ང་ཚོ་སྔ་མ་དང་པོ་སྙན་ངག་བསླབ་ཉེ་དེ་རྒན་འཇིགས་རུང་བསྟན་འཛིན་ལགས་ཞེས་ཡོད་རེད་འཇུར་ངོ་སེར་ར་ལ་ཡ་དེ་རེད་བ། རྒན་འཇིགས་རུང་བསྟན་འཛིན་ལགས་ཀྱིས་སྙན་ངག་བསླབ་བའི་སྐབས་སུ་སྔོན་མ་ད་དྲ་བས་ཀྱི་ལ་བསླབ་དགོས་བ་རེད་བ། བསླབ་བའི་སྐབས་སུ་སྙན་ངག་མེ་ལོང་བའི་གཞུང་དེ་ནས་བསླབ་དགོས་མི་འདུག།

ཚོར་བ་སྐྱེད་བྱའི་སྙན་ངག་བྲིས་ཡ་ཅིག་དང། ཡང། ཐ་སྙད་རག་བྱའི་ཐ་སྙད་བྲིས་ཡ་ཚན་པོ་དང། ཐ་སྙད་དཔེ་དེ་རྣམ་པར་བཀྲ་བ་དེ་འདྲ་དང། ཐ་སྙད་དཔེ་ངོ་མཚར་བོ་དེ་འདྲ་རག་བྱས་དེའི་ཆེད་དུ་ཚོར་བ་བཅོས་མ་གི་དབང་ནས་ཡང་སྙན་ངག་བྲིས་ཡ་ཡོད་རེད་ཚོར་བ་ཚང་མ་བཅོས་མའི་གི་དབང་ནས་གཞན་གྱི་རང་གི་ཆེད་དུ་དང་གཞན་ལ་ངོ་མཚར་བྱིན་ཆེད་ཀྱི་ཆེད་དུ་ག་རེ་བྲིས་ཡ་དེ་འདྲ་ཡོང་གི་ཡོད་རེད་ཟེར་བ་འདི་མ་གཏོགས་ཅིག་ཡང་རབ་བྱུང་སྙན་ངག་དེ་འདྲ་དེ་འདྲ་བྲིས་ན་ཡང་ཁོང་གི་ཚངས་སྤྱོད་ཀྱི་སྡིག་ལ་ཡང་གནོད་གི་རེད་ཟེར་ཏེ་ཕ་ཆེ་ཧུ་མར་སི་ཞོན་ཕེ་ཆི། ལགས་སོ་ད་དོན་དག་ཚོ་བོ་དེའི་སྙན་ངག་གསལ་དེ་ཀོ་རིག་པའི་སྐྱུར་ཚལ་རེད་ཨ་ནི་དེའི་ཕྱི་གའི་རབ་ཏུ་བྱུང་བ་ཅིག་གིས་སྙན་ངག་བྲིས་ཡ་དེ་ཡང་ཨ་ནི་བཀྲ་ཤིས་ལེ་རེད་ཅེས་ནས་གསུངས་རང་སོང་ཨ་དེ་དང་མཉམ་དུ་ད་དེ་རིང་ང་ཚོ་བོད་ཆས་ལྷ་ཁང་ལས་དོན་དག་ཐེངས་གཅིག་གི་འབུམ་མོན་པ PHD རེད་དག་ནས་ཤིག་དེ་ལས་ཀ་མང་པོ་ཞེ་དྲག་འདུག་ཨ་ནི་ང་ཚོ་བཅར་འདྲི་དེ་མཚམས་འདིར་བཞག་ནས་ཨ་ནི་ཡང་ཇེ་མང་གོ་སྐབས་ཅིག་བྱུང་སོང་ན་ཉི་མ་ཕྱེད་ཁ་ཕྱེད་ཅིག་ལ་ཡང་ངས་ཤ་ཁང་ཁྲ་འཇུ་ཁང་ཟེར་ས་པ་ཞིག་བཟོས་ཡོད། ཨན་འདི་གི་ནང་ལོགས་ལ་ད་ང་གྱེས་མཁན་ཅིག་རེད་ལ་དག་ན་ཤིང་གི་ད་སྲོལ་རྒྱུན་གྱི་བྱེད་པ་ཅིག་རེད་ཨན་ལྷ་ཁང་ལ་ཆ་བཞག་ན་སྙན་ངག་མཁན་ལྷག་པར་དུ་ཉམས་དང་དེ་འདྲའི་སྐོར་ལས་ད་ང་གཉིས་པོར་པོ་ལ་ཐུན་མོང་གི་གཅིག་གི་ཧུ་ནས་གན་ལ་རྩ་ནས་ལམ་སྟོན་ཞུ་སྐལ་མང་པོ་ཞུ་ཡ་རེད་ད་འདིའི་ནང་ལ་ང་ཚོ་སྦེལ་དམ་ཟེར་ནས་ད་ལྟ་པོད་ཀ་ཟེར་དེ་སྦེལ་དམ་བྱུང་ཚེ་རིང་ལ་སྦེལ་དམ་གསུང་གི་འདུག་ཨན་འདི་རིགས་ཁ་ཆེ་ཞིག་ལངས་གི་འདུག་བཙན་བྱོལ་བོད་མི་གི་པོ་ཏག་ལབ་གི་འདུག།

ལེ་ཚན་དེ་མཚམས་འདིར་བཞག་ནས། སྙན་ངག་པ་ལྷ་ཁང་བློ་བཟང་ཆོས་གྲགས་ལགས་ལ་བཀའ་དྲིན་ཞུ་འདི་ནས་ཆེ་ཞེས་ཞུ། ཚིག་གཅིག་ཞུ་རོགས།
ལགས་རེད། ངས་འདི་ཞུ་ནས་དྲན་སོང་ད་ལྟ་དེ་གན་གི་ཐོས་ནས་སྐར་མ་ཚིག་གཅིག་རང་ཞིག་ཞུ་ཡིན། དེ་སྙན་ངག་པ་དེ་དཔེ་ཁུར་པོ་ཆེན་པོ་རེད། གལ་སྲིད་སྙན་ངག་པ་བྱེས་ཡིན་པ་ཡིན་ན་སྔ་མ་ཡིན་པ་ཡིན་ན་ར། སྔོན་མ་ཡིན་པ་ཡིན་ན་གནའ་བོའི་གི་བྱེས་ན་སྙན་ངག་པ་དང་རྩོམ་པ་པོ་ཡིན་ན་ད་མཁས་པའི་གོ་ས་ལ།

ཚིག་རེ། དོན་རེ། དེ་འདྲ་ཡོད་པ་ཡིན་པ་ཡིན་ན། གཟན་ཟིག་སྣ་བརྙན་གྱིས་ད་དེ་ནང་ལོགས་ལ་རྒན་ལགས་མང་པོ་ཡོད་རོགས་ལྷག་པར་དུ་ད་མཁས་པ་རྣམ་པའི་མདུན་དུ་ལས་ཡག་ཡང་གར་ཟུག་རེ། ཤག་པ་ཕུལ་ཡ་ད་ཆག་པ་ཕུལ་གི་ཡིན་ཞེས་ཞུ་མཐུ་ཆེ་གི། ལ་ལ་སི་བཀའ་དྲིན་ཆེ་མཐུ་ཆེ་ན།